ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་སྲིད་འཛིན་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ། ང་བསྟན་ཚེ་བདེ་སྐྱིད་ཡིན། ཉི་མ་མཚོ་ལགས་ནི་བོད་པའི་སྤྱི་ཚོགས་ཁྲོད་དུ་བྱིས་སྒྲུང་བསྒྱུར་མཁན་ཧ་ཅང་ཉུང་ཉུང་ཡོད་པའི་ཁྲོད་ནས་གཅིག་ཡིན་པ་དང། ཁོང་གིས་ད་བར་ལ་ཡ་བོད་པའི་བྱིས་པ་ཚོས་ཀྱི་སེམས་ཁམས་དང་བསྟུན་པའི་བྱིས་སྒྲུང་དེབ་གྲངས་ཉི་རྩ་བཞི། བོད་ཡིག་ནང་ལ་ཡ་བསྒྱུར་གནང་སྟེ་པར་སྐྲུན་གནང་ཡོད། དེ་རིང་ང་ཚོའི་བོད་ཀྱི་བུད་མེད་ཅེས་པའི་ཀྱི་ལི་རིམ་འདིའི་ནང་ལ་ཡ། བཙན་བྱོལ་ནང་གི་བུད་མེད། བརྩམས་སྒྲུང་རྩོམ་པ་པོ་དང། བྱིས་སྒྲུང་རྩོམ་སྒྱུར་བ་ཉི་མ་མཚོ་ལགས་དང་གླིང་མོའི་ཞོལ་ཡིན། ཉི་མ་མཚོ་ལགས་ད་རིང་ང་ཚོའི་ལི་རིམ་ཐོག་ཕེབས་པར་འཚམས་འདྲི་བཀྲ་ཤིས་ལེགས། ལ་བཟོ་ལྟ་ད་ལྟ་གོང་ལ་ཡ་ངོ་སྤྲོད་ཞུས་པ་ནས་བཞིན་ད་ཉི་མ་མཚོ་ལགས་འདྲ་བོ་བྱས་ན། བོད་ནས་ཚུར་རྒྱ་གར་ལ་ཡ་ཕེབས་པ་ཆེས་ཕྱིས་སུ་རྒྱ་གར་ལ་ཡ་སློབ་གཉེར་གནང་བྱས་ད་ད་ལྟའི་ཆ་ལ་ཡ། ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་ནང་ལ་ཡར་ཐོན་རྒྱས་དགེ་མཚན་གྱི་དུ་བྱ་ལས་སྣང་མུས་རེད་ཤག་ཨན་ཁྱེད་རང་གིས་ལྟ་ཅིག་རྒྱ་གར་ནང་ལ་ཡར་བཞུགས་པའི་རིང་ག་ལ་ཡར་སྙན་ངག་རེད་ཨན་བརྩམས་སྒྲུང་གི་དེབ་ཕྲེང་མི་ཉུང་བ་ཞིག་འདོན་པའི་ནང་ཤར་བ་ཆེ་ཚང་དང་པོ་དེ་ལ་ཡར་ལྟ་ཅིག་ཉི་མ་མཚོ་ལགས་ཀྱིས་ད་ལྟ་བར་ལ་ཡར་ལྟ་སྙན་ངག་རེད་དང་ནས་ཤིན་ཚང་བརྩམས་སྒྲུང་གི་དེབ་ཅིག་འདོན་པའི་ནང་སྐྱོ་དེ་གས་ཚང་མ་གཙོ་བོ་ཅིག་བརྗོད་གཞི་ག་རི་གང་ལ་ཡར་ཁྱེད་རང་གིས་བཏོན་གནང་ཡོད་ན་དེ་ངོ་འཕྲོད། སྙིང་ཏིག་བྱིན་རླབས། ད་ད་ལྟ་བར་དུ་བསྟུན་བསྐྱོད་ཀྱི་དེབ་དེ་ད་ལྟའི་བྱིས་སྒྲུང་མ་ཚིག་ནི་དེབ་གསུམ་ཆགས་ཡོད་རེད་གཅིག་ད་སྙན་ངག་གི་དེབ་བཅས་སྙན་ངག་གི་དེབ་དེ་ད་གཙོ་བོ་དེ་རྒྱ་གར་ལང་འཇོག་སློབ་གྲྭ་ཐོག་མར་ཞུགས་དུས་ནས་ད་སོ་སོ་ཅིག་ཕ་ཡུལ་དྲན་པ་ཕ་ཡུལ་དང་ཁ་བྲལ་བ་སྐྱོ་གདུང་ཅིག་ཡོད་ར་དེའི་ཚོར་བ་གཙོ་བོ་བྱས་ནས་བྲིས་རྒྱུ་ཡི་སྙན་ངག་ཡིན། དེ་ཕྱིས་སུ་ད་བརྩམས་སྒྲུང་གི་དེབ་ཅིག་བརྩམས་པ་རེད་དེ་ད་ང་མཐོ་སློབ་ཀྱི་སྐབས་དུ་རང་རེད་དེ་ནས་བརྩམས་པ་ནི་བརྗོད་བྱ་གཙོ་བོ་ལ་ནི་ནང་ལོགས་ལ་སྒྲོམ་གཅིག་རང་མ་རེད་ད་སྒྲོམ་བཅོ་གསུམ་འདྲ་བོ་ཅིག་ཡོད་རེད། སྤྱིར་བཏང་གི་བྱས་ནས་སོ་སོ་ཆུང་ཆུང་ཡིན་དུས་ནས་དེབ་བཀླག་ཡ་དགའ་བོ་བྱེད་བརྩམས་སྒྲུང་བྲིས་ཡ་དགའ་བོ་བྱེད། མཉམ་དུ་ཨ་ནི་ད་ཁོར་ཡུག་ལ་ཅིག་འགན་འཁྱེར་ནས་ལབ་བོ་ར་ད་ང་ཚོ་ཁོར་ཡུག་ལ་ཅིག་དོང་མ་དེ་བ་དེ་འདྲས་ཡོད་བ་གང་དེ་ཚོ་བརྩམས་སྒྲུང་ནང་ལོགས་ལ་ཡར་བཅུག་བརྩམས་སྒྲུང་གི་ང་མཇུག་གི་གཏམ་ནང་ང་དག་རང་བྲིས་ཤེས་ཡོང་ང་ཁོར་ཡུག་གི་ད་ངོ་གདོང་རེ་རེ་ཅིག་བརྩམས་སྒྲུང་ནང་འཇུག་ཡ་ཐབས་ཤེས་ཆེད་ཡིན་ཟེར་ནའོ་དེ་འདྲས་ཅིག།

ཡིད། མཉམ་དུ་དབྱིན་ཇི་གི་དེབ་དེ་འབེན་པ་ལྷུག་ལྷུག་ཞུ་བཅུག་ཆ་ཡོང་གི་འདུག་སོ་སོའི་སྐད་ཡིག་དེ་རང་བཞིན་གྱི་ཅིག་ཉམས་ཆུང་ཆུང་འདྲ་བོ་ཅིག་ཆ་ཡོང་གི་འདུག་འདི་ཉེ་དང་རང་དགའ་ལ་ད། བསམ་བློ་བཏང་གོམ་པ་བརྒྱབ་རྒྱུ་དེ་འདྲི་ཅིག་རེད་ལ། ལོ་སོ། ད་ངས་གོ་བས་ལ་ཡ་ཁྱེད་རང་གི་ལས་གཞི་འདི་བརྩམས་གོ་བས་དེ་ཅིག། རྩ་བའི། ཁྱེད་རང་གཅིག་ཨ་མ་གཅིག་ཆགས་པའི་སྐབས་སུ་ཡང་དེ་གཅིག་འཚོ་བ་བདེ་ཤུགས་ཆེན་པོ་སླེབས་པ་དེ་འདྲའི་འགྲོ་བཞིན་སོང་ངོ་དེ་གཅིག་སུན་སྣང་དང། ངས་ཡི་དྭགས་ཕ་མ་གི་དཀའ་ངལ་དེ་རྟག་པར་ཉན་བདེ་རོ་སྙམ་དུ་ནི་ཁོར་ཡུག་གི་དཀའ་ངལ་དེ་མཐོང་བདེ་རོ་སྙམ་དུ་དང་ངའི་སྤུ་གུ་སློབ་གྲྭར་འགྲོ་བའི་དུས་ཚོད་དེ་ཟིན་པ་ནི་བྱིན་དང་དཀའ་ངལ་དེ་སུ་སུ་གང་ལ་བབས་རོ། བྱིས་དུས་བཙས་མ་ཐག་ང་ངོ་ནས་བཙན་བྱོལ་ལ་བསྡད་ཡོད་རྒྱུ་གང་མཚམས་ང་ཉོ་བ་ཡིན་སྤུ་གུ་བྱེད་དུ་ཡིན་ན་ཁོ་རང་ལོ་གཅིག་ནང་ཆ་ཚང་ལོག་ཚར་སོང།

བཀའ་གྲོས་ཞུ་དགོས་བས་ད་ཁ་ཞེ་ཉོ་དགོས་བས་རིགས་དེ་འདྲ་ཁྱེད་ཡོད་དུས་དམིགས་བསལ་གྱིས་ད་ཅིག་དེབ་ཀྱི་བདག་དབང་གསུང་དུས་འདི་ཕྱི་རྒྱལ་ལ་ཡང་ཁོ་གནད་འགག་ཆེན་པོ་ཞུ་ཆགས་ཀྱི་འདུག་བ། ཡིན་ཁྱེད་རང་གིས་ཡང་ཁོ་ཚོའི་གི་ཅིག་དེབ་འདི་མ་བུའི་ནང་ལོ་ལོ་བསྒྱུར་བས་གི་ད་བདག་དབང་གསུང་དགོས་ར་འདི་ཁྱེད་རང་ལ་ཡར་ད་ཅིག་གང་འདྲ་རེ་བ་ཅིག་ཐོབ་ཡོད་ན། འདི་ཆེད་དུ་ཁྱེད་རང་གི་སྐུ་ལས་ག་ཚོད་སུ་སྐྱོན་གནང་ཡོད་པས། ན་སོ་ད་དང་པོ་ད་ཁོ་ཚོ་བདག་དབང་སྤྲད་ཡག་གི་འདུག་བ། མར་ཤ་ད་འདོད་པ་མ་རེད་ལ་ནས་ཚོང་རང་གང་ལ་སྐད་ཅིག་བཤད་གི་འདུག་བ་ད། བྱིན་ན་འགྲིག་གི་རེད་ཡིན་ན་ང་ཚོས་ཀྱི་ད་རེ་མེད་ལ་ད་རེ་ཐོག་མར་བ་ལ་སྐད་ཆ་བཤད་ཀྱི་འདུག་ཨ་ཡིན་ན་ད་ཡིད་ཡ་མང་པོ་བཏང་ཁ་པར་ཡའི་འབྲེལ་བ་ཡང་དང་བསྐྱར་དུ་བྱས་ཁོ་རང་ཚོ་གསོན་པོ་མང་པོ་བྱོས་ང་ཚོས་ཀྱི་གནས་སྟངས་དེ་རིགས་ཅིག་ཡིན་མ་གཞི་ནས་ད་ངའི་སྟེབས་དགེ་ཚོང་རྒྱག་མཁན་མ་རང་དེ་ཡིན་དུས་ཚོད་མ་ང་ཚོས་ཀྱི་སྤྱི་ཚོགས་ནང་ལ་ད་སྟེབས་དགེ་ཚོང་རྒྱབ་སར་ཁོར་ཡུག་གལ་ཡོད་མ་རེད་ཡིན་ན་བཙན་བྱོལ་གྱི་སློབ་ཕྲུག་འདི་ཚོ་ལ་ཅིག་ཀློག་ཡ་འདི་རང་གི་ཆེད་དུ་ཡིན་ལ་ད་ཙམ་ཙམ་ཞུ་བ་དེ་ད་ཡ་མ་བྱས་པ་ཡིན་ན།

དེ་བྱེད་དུས་ཚོད་མ་འདའ། ངས་མི་གཅིག་རྩ་ནས་པར་སྐྲུན་བྱས་བ་ཡིན་ན་པར་སྐྲུན་གྱི་གླ་ཆ་དེ་ཁྱོད་རང་ཚོར་བབས་ཀྱི་ཡོད་རེད་བ། དེ་བྱས་ནས་ཨ་ནི། འགྲིག་གི་འདུག་བས་ལ་ཁོ་རང་ཚོ་ང་ལ་སྤྲད་པ་རེད་བ། ལའང་དེ་ལས་ཀྱི། ས་འདི་གླ་དུས་ཁྱེད་རང་གིས་ད་ལྟ་བར་དུ་བཏོན་གནང་བའི་གི་དེབ་འདི་གའི་པར་སྐྲུན་བྱེད་ས་དེ་ཁོ་རང་ཚོས་གིས། ལའང་རེད། གནང་གོར་བས།
ལའང་རེད། ཨ་ལེ་ལོས་ལོས། ལ་ཚོ་ད་ཕྱི་ཐང་གི་ད་ལྟ་ཨིན་ཇིའི་གི་བྱིས་སྒྲུང་མང་པོ་ཤོར་བ། དེ་གའི་ནང་ལོ་ནས་ཁྱེད་རང་ད་ལྟ་གཅིག་མ་བསྒྱུར་ན་ཨ་འདི། གཙོ་བོ་ད་གཅིག། ག་བ་ལ་ཡ་གཞི་བཅོལ་ནས་ཁྱེད་རང་གིས་ད་ལྟ་བྱིས་སྒྲུང་འདི་གདམ་ནའང་ཡིན། ཐ་སྙད་འདི་གདམ་དགོས་རྒྱུ་མཚན་གཅིག་དེ་འདི་རེད་བཞག་དེབ་འདི་ལ་པུ་པོ་མང་པོ་དཔེ་དགའ་བོ་བྱེད་འདུག་དེབ་གཅིག་སྟོད་ནང་དང་ཨ་ནེ་རེད།
དེ་རེད་ཨ་ནེ་རི་མོ་དེ་ཁོ་རང་ཚོ་དཔེ་དགའ་བོ་བྱེད་འདུག་ད་པུ་བོ་གི་དེབ་ལས་དུས་ཙམ་ལ་རི་མོ་ལ་དཔེ་ཁྱད་པར་འགྲོ་གི་འདུག་ཨ་ནེ་དེ་ག་ལ་དམིགས་བསལ་གྱི་ད་དེབ་འདི་སྒྲོམ་རང

སོ་སོ་ཚིག་ཕ་སྐད་ནང་ལོ་མ་རྒྱུན་ནང་སྐོར་ལ། ད་ཅིག་ང་རང་ཚོ་ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ཡིན་པ་ཡིན་ན་ཨ་ལེ་ངེད་ལ། སོ་སོའི་གི་སྐད་ཡིག་ཐོག་ནས་ཨ་ནི་ཅིག་བྱིས་པ་ཚོའི་གི་སེམས་ཁམས་དང་མཐུན་པའི་གི་ད་ཅིག་བྱིས་སྒྲུང་བརྩམ་ངེས་རེད་བསྒྱུར་ངེས་ཅིག། ཕྱི་རྒྱལ་དང་བསྡུར་བ་ཡིན་ན་ཁོ་ཉུང་ཉུང་ཅིག་ཆགས་བསྡད་ཡོད་རོ། འདི་རྐྱེན་པས་གི་ད་ལྟ་གོང་ལ་ཡ་ཁྱེད་རང་གི་དཀའ་ངལ་ཅིག་གསུངས་རེད་ད་ཅིག་དེབ་ཉོ་དགོ་བསམ་ན་ཡ་ཅིག་ཞེ་དྲག་རང་མེད་པ་ཅིག་འདི་འདྲ་གསུངས་དུས། ད་ཡང་ཁྱེད་རང་གི་ཅིག་སོ་སོའི་ཕ་སྐད་ནས་མ་མ་ཡིན་པ་ཆེ་སྐད་ཡིག་གཞན་པ་ཅིག་ནས་སོ་སོའི་སྐད་ཡིག་ལ་མ་སྐྱུར་རའི་སྐབས་སུ་ད་ཀྱི་ཞིམ་པ་འདི་གང་ལ་ཡ། ཅེས་དགོངས་པ་བཞེས་འོ་རེད་འདི་གང་ལ་ཡང་སྤུ་གུ་གི་སེམས་ཁམས་ད། སེམས་ཁམས་རེད་སྤུ་གུ་གི་གནས་ཚད་ལ་ཡང་དགོངས་པ་བཞེས་དགོས་ཡོད་དུས། ཅེས་ཨིན་ཇི་གི་ཨིན་ཇི་གང་ལ་ཡ་རེད་ཡང་ན་འགྱུར་རྩོམ་གང་ལ་ཡ་ཁྱེད་རང་གི་དམིགས་བསལ། སློབ་སྦྱོང་དེ་འདྲའི་ནང་ཡོད་ན་ཅིག་ག་འདྲི་ཞུ། ཨིན་ཇི་གི་གང་ལ་ད་ང་དམིགས་བསལ་གི་ཨིན་ཇི་སློབ་གྲྭ་དེ་འདྲི་འགྲོ་ན་བྱེད་ཡོད་མ་རེད་ཨིན་ཇི་མཐོ་སློབ་ཡང་ང་འགྲོ་ཡོད་མ་རེད་ད་འདི་ནི་གཞི་རིམ་ལ་འགྲོ་དེ་ནི་ཤར་བྱང་ང་ང་ཚོ་བོད་པའི་ནོར་ལང་མཐོ་སློབ་ལ་སླེབས་པ་རེད་ཨིན་ཇི་རྩོམ་པ་ང་འདི་ཨིན་ཇི་ག་ན་ཆེད་སྦྱོང་བཅས་ཡོད་མ་རེད། ད་ཡིན་ན་ཡང། གར་ལ་བར། ལས་ཀ་ཁ་ཤས། ལས་ཀ་ཁ་ཤས་ཅིག་ལ། དེ་ཡིན་ཅིག་མིན་ཅིག་ཆར་ཆེན་ཞིབ་ཅིག་ཐོ་བོ་འཛོམས་དགོས་ཡ། དེ་འདྲའི་ཅི་ཡས། རེད་མི་འདུག་ཨ། ཡིན་ཟེར་ན། དེ་ཤོག་ཅིག་ཅེས་གཉིས་བ་དེ་ད་སོ་སོ་གིས་དཀའ་ངལ་དེ་ཆགས་ཡོང་དུས་ཚོད་མ། ཨ་ནི་ཉི་མ་རེ་རེའི་འཚོ་བ་རྣམས་ལ་སོ་སོ་འདི་དང་ཁ། བྲལ་ཐབས་མེད་བ་དེ་དུས་ཚོད་མ་ནི་རང་བཞིན་གྱིས་ཅིག་ཆར་འགྲོ་ཡ་འགྲོ་ཅིག་རེད་ཤག། ད་དེ་དང་མཉམ་དུ། ད་གར་སོང་རེད་ད་སྤོ་བོ་དང་སེམས་ཁམས་དང་དེ་ཚོ་སྟོན་ཡ་ལ་ད་ངས་འདི་ག་ལ་བཀའ་ལན་རོགས་ཨོ་རྒྱབ་ཡིན། ག་འདི་རྒྱལ་མཚན་དང་པོ་སོ་སོའི་རྒྱུར། རྒྱུར་ཚར་ཡིན་ཅི་ལ་སོ་སོ་ཡིས་ད།

འདི་དེའི་དབྱིན་ཇི་ནང་གང་ཡོད་དེ་མ་ཕྱི་མ་ཕྱི་བཞིན་བསྒྱུར་གནང་ཡོད་ན། དང་པོ་ངས་དབྱིན་ཇི་ནང་ག་རེ་ཡོད་བ་དེ་བསྒྱུར་བཤད་ཡོད་རེད། ལོས། བསྒྱུར་དེའི་རྩོམ་པ་འདི་ཀློག་ཁག་པོ་ཞེ་བོ་ཞིག་འདུག་ཨ་ཁོང་ཚོ་ལ། ཕྱི་རྒྱལ་གྱི་མིང་ཀྱང་ཀྱང་ཆགས་འདི་ཡོད་དེ་ཡང་འཐུས་ཐུག་མི་འདུག་ཨ། ལའང་ཁོ་རང་ཚོའི་མིང་འདི། ཁོ། པོ་ཟེར་དེ་ཁག་པོ་ཆུང་ཆུང་ཞིག་སླེབས་སོང་ན་དེ་ནི་ཉོབ་ནི་གཡོ་གུ་འདུག་ཨ། ལའང་ལའང། དེ་མུ་མཐུད་ནས་ཀློག་ཡག་འདི་ལམ་ཁ་དེ་འགག་འགྲོ་ད་བྱེད་དུས་རྩོམ་དང་པོ་ཚང་མ་དབྱིན་ཇིའི་མིང་ག་རེ་ཡོད་བ་དེ་རེད། ང་ཚོ་དེབ་དང་ན་བོ་སི་ཀི་ལན་འདྲ་བོ་དེ་འདྲས་ཡོད་རེད་ད།

པུ་གཉིས་རང་ལ་ཡབ་མིག་ཆེ། ཁྱེད་རང་གི་རྒྱུ་ནང་པ་རེད། ད་ད་འདི་ཆ་ལ་ཡ་བཙན་བྱོལ་ནང་ལོག་རེད་ད་ག་ན་ཞིག་བོད་རེད་ནི་ཕྱི་རྒྱལ་ནང་ལོག་གི་ད་ཨ་བ་མང་པོ་ཅིག་གི་དེ་ཅིག་ལོག་གནང་གི་ཡོད་ར་བ། ད་ཁྱེད་རང་གི་ད་ཕྱི་ལོག་གི་ད་ཅིག་སྤྱི་ཚོགས་ནང་ལོག་གི་ཕྲུ་གུ་ཚོ་དང་པོ་གཉིས་ལ་ཕ་བཞག་བྱས་ཁྱེད་རང་ཁྱིམ་ཚང་ནང་ལོག་གི་ཁྱེད་རང་ལ་ཡ་པུ་གཉིས་ཡོད་དུས་ཁྱེད་རང་གི་ཕྲུ་གུ་གཉིས་ཀྱི་ཅིག་ཁྱེད་རང་གི་བརྩམས་བསྒྱུར་བའི་གི་བྱིས་སྒྲུང་འདི་ག་ལ་ཡ་ག་ཚོད་ཞིག་དགའ་མོས་གནང་གི་འདུག་བས་ཨ་ནི་ད་ད་པ་ལ་ཡ་ཁོ་རང་གཉིས་ནང་ལོ་ཟླ་རྒན་པ་ལ་ཆ་མཚོན་པ་ནི་ཁོ་ལ་ལོ་བཅུ་སོང་གི་འདུག་ལ་ད་ཁོ་རང་གིས་ད་ལྟ་བར་ལ་ཡ་ཁྱེད་རང་གིས་བྱིས་སྒྲུང་ག་ཚོད་ཞིག་ཀློག་ཡོད་ན། ལགས་སོ།
དེ་ངའི་སྤུ་གུ་རྒན་པ་འདྲ་བས་ན་དེབ་ཀློག་ཡ་དཔེ་དགའ་པོ་ཡོད། བྱིས་དུས་ཚོད་མོ་ངའི་དེབ་ད་ད་རེས་རང་ཀླེའོ་ད་ད་རེས་རང་ཁོ་རང་གིས་ཀློག་ཚར་བ་རེད། ད་ནང་བཞིན་དེབ་དཔར་སྒྲུང་མ་བཅོས་གོང་ལ་ངས་ཀློག་པ་པོ་ཐོག་མ་ཁོ་རང་བྱས་ཀྱི་ཡོད། མཉམ་དུ་ཞུ་དག་ཡས་ཁོ་རང་ག་ལེ་གང་འཛོམས་བྱེད་ཀྱི་རེད། ལའང། ཁོ་རང་དང་པོ་ངའི་གིས་ད་དེབ་བསྒྱུར་ཚར་ཡོད་ཅིག་ལ་ཞུ་བོ་ཅིག་གང་ལ་བསྒྱུར་གི་འགྲོ་བ། ཨང་གསང་མ་ཁོ་རང་གིས་བལྟ་གི་ཡོད་རེད།

དཔལ་སྐྱིད་དང་ཀླུ་ལྡན་ལས་ཅི་ཡོད་རེད། དེ་ཆུ་ནག་མི་གཅིག་ཆུ་ནག་ས་གནས་གཅིག་གི་སྐྱབས་བཅོལ་དེ་འདྲས་ཅིག་འདི་ལ་དགའ་བོ་ཅིག་རེད་ལགས། ད་ད་ད།
ཉི་མ་ལགས་ཀྱིས་གསུངས་སོང་ཁྱེད་རང་གི་ཨ་བ་གཉིས་ཀ་ཅིག་དེབ་ལོ་ཨེ་ལ་དཔེ་ལོ་ན་ཨེ་ལ་དཔེ་མི་སྲིད་དགའ་བོ་ཡོད་གསུངས་དུས། ཅིག། ཁོ་རང་གཉིས་ཡི་ད་ཅིག་དེབ་ལ་དགའ་བོ་ཆེ་ཨེ་འདི་ཁྱེད་རང་གིས་ད་དང་པོ། ཅིག། ཁོ་རང། རང་ཉིད་ལ་ཡར་ཀློག་བཅུག་གནང་གི་ཡོད་ན་ཡང་ཁྱེད་རང་གིས་མཉམ་དུ་ཀློག་གནང་གི་ཡོད་ག་འདྲི་ཟེར་ད་ཅི། སྤྱི་དང་གདའ།
ངའི་ཡི། ཁར་ལོག་ར་ད། ལས་ཀ་ད་དགའ་ཤོག་ལ་གོ་ར། ག་དུས་ནས་དེབ་དང་འབྲེལ་བསྡད་རྒྱུ་འདྲ་བོ་ཞིག་ཡོད་རེད། ལས་ཀ་འགྲོ་ནས་ཚུར་ནང་སླེ་བ་ནས་ཅིག་དེབ་ལྟ་བསྡད་ཡོད་ཅིག་ད་ནང་ཤི་ཁྱོ་ག་དེ་འདྲི་འདྲ་བོ་ཞིག་རེད་ཡིན་དུས་ས་བོ་ང་གཉིས་ཀ་མཉམ་དུ་དེབ་ལྟ་བསྡད་རོ་ཨ། ཨ་ནི་སྤུ་གུ་རྒན་པ་དེ། ངའི་ཕས། ཟླ་བ་དྲུག་ཡིན་དུས་ཙམ་མ་ད་དེབ་ཀློག་རྒྱུ་དེ་འདྲི་ཡོད་རེད།

སོ་སོའི་སེམས་ལ་བདེ་བདེ་གི་འདུག་ཨ། དེ་གང་ཡིན་ཟེར་ན་ཁོང་ཚོ་འཛིན་གྲྭ་གསུམ་པ་བཞི་བ། དབྱར་གླའི་ཚ་བའི་དཀྱིལ་ལ་དབྱིན་ཇི་དེ་ཤུགས་ཆེ་རེ་འགྲོ་གི་རེད། ཨ་ཡིན་མཉམ་དུ་སོ་སོ་གི་བོད་ཡིག་དེ་ཤུགས་ཆེ་རེ་མ་བཏང་བ་ཡིན་ན། ཨ་འདི་དཀའ་ངལ་དེ་རང་ཅག་ལྷག་རྒྱུག་གི་ཉེན་ཁ་འདྲ་བོ་ཅིག་ཆགས་འགྲོ་གདའ། ད་ལྟ་ཉི་མ་འཚོ་ལགས་ཀྱིས་ད་ལྟ་དེབ་ཕྲེང་གཉིས་གསབ་གཞི་འདི་གའི་ཅིག་རིམ་པ་མ་བཟོ་ན་ཅིག་གནས་ཚད་ཅིག་སུ་སུ་ལ་ཡ་མི་འདི་གི་ཡོད་ན་དེབ་འདི་གའི་བྱེ་སྒྲུང་འདི། ཇི་ལྟ་ང་ལྟ།
རི་མོ་ལ་བལྟ་བ་ཡིན་ན་ད་སྔོན་འགྲོ་འཛིན་གྲྭ་འདྲ་བོ་ཅིག་ཆགས་ཀྱི་འདུག་གང་ཡིན་ཟེར་ན་ངའི་སྤུ་གུ་གི་དང་པོའི་གློག་འདི་ཚང་མ་ཨིན་ཇིའི་ནང་གློག་རེད་ཁོ་སྔོན་འགྲོ་སྐབས་དུས་ནས་གློག་རེད་ཡིན་ན་རི་མོ་ལ་བལྟ་ནས་སྒྲོམ་ཚང་མ་ཤེས་ཐུབ་ཀྱི་འདུག་ཡིན་ན་དེབ་རང་སྒང་ལ་བུད་བྱས་པ་ཡིན་ན་ཨ་ནི་འཛིན་གྲྭ་དང་པོ་སྔོན་འགྲོ་གསུམ་པ་དེ་བར་ནས་ནི་མགོ་བཙུགས་ནས་འདྲི་གི་མེད་འགྲོ་དང། ངས་འདི་འདྲི་ཅིག་ག་ལ་ངས་ཚད་གཞི་ཞལ་བ་ཡི་དམིགས་བསལ་གྱི་ནང་ལོགས་ཀྱི་འཇུག་པ་དང་ཚིག་བེད་སྤྱོད་བཏགས་ཡག་དག་ཚང་མ། ནའོ་རིམ་པ་དང་པོ་ཡིན་ན་སྔོན་འགྲོ་གསུམ་པ་ནི་འཛིན་གྲྭ་དང་པོ་བར་རིམ་པ་གཉིས་བ་དེ་འཛིན་གྲྭ་དང་པོ་གཉིས་གཉིས་བ་བར་ལའོ་དེ་འདྲི་རོ་ཞེས་བྱ་བྱ་ཡོད། དེ་ནས་ད་ལྟ་འདི་ཅིག་ག་འདྲི་ཞེ་ན་ད་ལྟ་ཉིན་མོ་ཚོ་སློབ་གྲོགས་རྣམས་བོད་ནས་ཚུར་འཚར་ལོངས་བྱ་བ་ཞིག་རེད་ཤར་བ་ཚོ་རྒྱ་གར་ལས་ཕེབས་ཡོད་དུས། ངེད་ཀྱིས་ཅིག་ངོ་ཤེས་པ་ཅིག་བོད་ནས་ཕེབས་དེ་ངས་ཁོ་རང་ཚོ་ལ་ཡར། འདི་ཚོ་ག་འདྲི་ཞུ་བའི་སྐབས་སུ་ཁོ་རང་ཚོས་ཀྱིས་ཅིག་བོད་ནང་ལོགས་ལ་ཡང་ཅིག། ཁོ་རང་ཚོའི་སྐབས་ཀྱི་ད་ཅིག་བྱིས་སྒྲུང། དེ་ཙམ་ད་ལོག་མྱོང་མེད་ཡིན་པ་ཡིན་ན་ཡང་རྒྱ་ཡིག་ཐོག་ནས། ཅིག་བསྒྱུར་བའི་ཀྱི་བྱིས་སྒྲུང་དེ་འདྲ་ཁ་ཤས་ལོག་མྱོང་ཡོད་གསུང་གི་འདུག་དེ་ཡང་ཉེ་མ་ཚོ་ལ་ཡ། དུ་བོད་ལ་བཞུགས་པའི་རིང་འགའ་ལ་ཡང་ཅིག། བྱིས་སྒྲུང་ལོག་མྱོང་ཡོད་པ་ཅིག་དྲན་པ་སོད་ཤོད་འགྲོ་ཅིག་ག་རེ་འགྲོ་ཞེ་ན། ལ་སོད།
ད་ང་ཚོ་གི་ང་སློབ་གྲྭ་འགྲོ་ཡི་དེ་ཚོ་དེ་ལ་ད་དགུ་བཅུ་གོ་གཉིས་རེད་དགུ་བཅུ་གོ་གཉིས་ང་ཚོ་འདྲ་དང་པོ་ལ་འགྲོ་ཡ་དེ་ཚོ་དེ་འདྲི་ཞིག་དེ་ཚོ་དེ་འདྲི་སྐབས་དུས་ལ་ད་སློབ་གྲྭ་ནང་ལོགས་ན་ད་སློབ་ཚན་དེབ་རང་མ་ཞིག་ཡོད་མ་རེད་མི་ཞིག་གི་དཔེ་མཛོད་ལ་ཡང་འདྲ་བོ་དང་ད་དེབ་གཞན་པ་ཞིག་ཀློག་འདྲ་ཟུར་བལྟ་གི་དེབ་དེ་འདྲི་གཅིག་ཡང་ཡོད་མ་རེད་ཡིན་ན་ངའི་ནང་ལ་ངའི་ཅོ་ཅོ་དང་པ་ལ་དེབ་ཀློག་ཡ་དགའ་བོ་ཡོད་ཀྱི་དེ་འདྲི་ཡིན་ཡིན་དུས་ཚོད་མ་གླིང་གེ་སར་གི་སྒྲོམ་ཡོད་རེད་ནང་ལོགས་ལ། ནང་ལ་ག་དུས་ནས་དམིགས་བསལ་གྱི་ཅོ་ཅོ་ཉལ་ས་ལ་ཡོད་རེད་ཡིན་དུས་ཚོད་ལ་ང་ཚོ་དགུན་སྐྱེལ་དང་གོང་ཚེས་དང་དབྱར་སྐྱ་གོང་ས་དང་ལ། ལུག་ཚོ་ག་རེ་གང་འགྲོ་དགོས་རོ། དེ་དུས་ཁ་ཐུག་ལ་ང་དེབ་དེ་ཚོ་ཁྱི་ཉིན་འགྲོ་གི་ཡོད། འདི་ཚོ་ངས་ད་ཀློག་བ་རེད། ཨ་ནི་ཕྱི་དྲོང་རང་ད་རི་མོ་ཡོད་རྒྱུ་ཚོན་ཁྲའང་ཡོད་དེ་འདི་ད་ང་ཀློག་མ་མྱོང། ལང། འདི་ད་འདྲི་འཕྲོད་བྱས་ད་ངས་འདི་ཅིག་ག་འདྲི་ཞུ་ཡ་ཡིན། ཕྱི་ཐང་གི་བོད་ནང་ལོག་ལི་ཡིན་པ་ཡིན་ན་ད་ཕྱིས་སུ་ཅིག། བྱིས་སྒྲུང་འདི་འདྲའི་མང་པོ་ཅིག་ད་མཇལ་ཡོད་རེད་ཡིན་པ་ཡིན་ནའི་འདི་གའི་ཕལ་ཆེར་ངའི་བསམ་པ་ལས་ཅིག་རྒྱ་མི་རིགས་ཀྱི་ཅིག་བསམ་བློ་རེད་སློབ་གསོ་དང་འབྲེལ་བའི་གྱི་ཅིག་ཤུགས་རྐྱེན་ཅིག་རང་བཞིན་མེད་ང་རང་ཚོའི་བོད་པའི་གྱི་ད་ཕྲུ་གུ་ཚོ་ལ་ཡ་ཅིག་སླེབས་རྒྱུ་ཡོད་རེད་འགྲོ་ཅིག་དེང་གི་དུར་བ་ད་བཙན་བྱོལ་ནང་ལོ་ལ་མཚོན་པ་ཡིན་ན་ང་རང་ཚོ་ད་ཅིག་ཉེ་བའི་ཆར་ལ་ཡ་ད་ཅིག་བྱིས་སྒྲུང་བརྩམས་ངེས་རེད་བྲིས་མཁན་ཅིག་སྒེར་དང་ཚོ་སྒེར་ཁག་ད་རིམ་པས་མཐུད་ཡོང་གི་ཡོད་རེད་དེ་ཕྱི་རྒྱལ་གྱི་ད་བྱིས་སྒྲུང་གི་ད་ཅིག་གྲངས་འབོར་ད་དུང་བ་ཡིན་ན་ཡ་ང་རང་བཙན་བྱོལ་ནང་ལོ་ལ་ཡ། གཅིག་སྐྱོན་ཕྲ་སྐྱོན་ཕྲ་བ་དེ་དེ་ང་རང་ཚང་མའི་གི་གྷན་སེར་བ་དེ་ཡིན་པའི་ནས་ད་ལྟ་ཉི་མ་ཚོ་ལགས་ཀྱིས་ད་ལྟ་བར་ལ་ཡ་གཅིག་ཡིག་སྒྱུར་གནང་བའི་གི་བྱིས་སྒྲུང་དེ་གའི་འགྲོ་བ་ན་ཤུགས་ཆེ་ཡ་ཆེ་རྒྱལ་གྱི་ད་བྱིས་སྒྲུང་དེ་གཞི་བཞག་པ་ཐོག་ནས་གཅིག་སྒྱུར་བ་ཆགས་དེ་གའི་དུས་ཡང་དེ་གཅིག་དེའི་གི་ཡང་གཅིག་ཁྱེད་རང་གི་བྱིས་སྒྲུང་ལོ་ལྔའི་གི་བྱིས་པ་ཚོ་ལ་ཡང་གཅིག་ཡང་ཕྱི་རྒྱལ་གྱི་ཤིང་དེ་ཞུ་གི་མེད་ན་འགྲོ་ཟེར་བ་ད་ཆེ་ཚང་ཨ་མི་ཁྱེད་རང་གི་ངོས་ནས་ཡང་ང་རང་ཚོའི་གི་བོད་པའི་གི་བྱིས་པ་ཚོ་ལ་ཡང་གཅིག་བོད་པ་རང་གི་ཆོས་དང་རིག་གཞུང་རེད་ཡ་རབས་བཟང་སྤྱོད་གི་གཅིག་ཤིང་དེ་ཞུ་ཡས་གང་ལ་ཡང་གཅིག་བྱིས་སྒྲུང་རེ་འདི་འདྲའི་རྩ་མེད་དེ་ཡང་ཁྱེད་རང་ངོས་ནས་གཅིག་གནད་འགག་ཆེ་ལོ་ག་ཚོད་ཟེར་གི་འདུག། ལམ་རེད་ཅི་ལྟར་གི་ད་ང་རང་ཚོའི་གི་བོད་པ་བུ་བུ་བཞིན་དུ་བརྩེ་བ་བུ་ཕ་རང་ལ་གཅིག་གསོ་སྐྱོང་བྱས་ལ་བུ་ཕ་རང་གི་ཕྱིར་དྲང་བྱས་མཉམ་དུ་བུ་ཕ་རང་གི་རི་མོ་བྱས། བུ་ཕ་རང་གི་ཡུལ་སྲོལ་གོམས་གཤིས་ཡོད་རྒྱུགས་ཀྱི་དེབ་དེ་ཚོ་ཡོད་བ་ཡིན་ན། ཏག་ཏག་སོ་སོ་གཅིག་རིག་གཞུང་གཅིག་སྐྱོང་ཡིན་ན་འདྲ། ཡུལ་སྲོལ་གོམས་གཤིས་དེ་ཚོ་སོ་སོའི་རྒྱུད་ལ་འཇགས་ཡ་ཡིན་ན་འདྲ་ཏན་ཏན་ཅིག་ཁྱད་པར་ཆེན་པོ་འགྲོ་ཡི་བར་བསམ་གི་ཡིན། ད་ལྟ་དེ་ཚོ་ལ་ག་རེ་རེད་ཟེར་ན། ཀློག་ཡ་མེད་པའི་དེ་ཚོ་ཅིག་བྱས། ཞི་བདེ་ཚད་མ་ཨ་ནི། ཐོག་མ་འདི་ལ་ཁོ་གློག་ཡག་གི་ལམ་ཀ་འདི་ལ་ཅིག་ཁྲིད་དགོས་གོ་དོ། གློག་ཡག་གི་ལམ་ཀ་དེ་ལ་ཁྲིད་ཡ་གི། ཐབས་ལམ་ཡག་ཤོས་དེ། ཁོ་དེབ་ལ་དགའ་བཅུག་ཡ་རེད་དོ། དེབ་ལ་དགའ་བཅུག་ཡ་ཡིན་དུས་ཚད་མ་ཨ་ནི། རི་མོ་དང་དེ་ཚོ་སྒང་ལ། དཔེ་དོ་སྣང་སྤྲད་དགོས་གལ་ཆེན་པོ་རེད་ཤག་དེ་གར་ཅིག་ནས་རེད་ལབ་པ་ཡིན་ན་ད་ང་ཚོ། ཕྱི་དྲོང་མང་པོ་ཅིག། ཕྱོགས་གཅིག་ནས་ཡོ་མར་ཕྱོགས་གཅིག་ནས་ཡོ་རྒྱུག་དེ་ཚོ་སྤུག་ལ་སྤྲད་པ་ནི་ཁ་ཤས་ཁྱོད་ནི་གློག་རོགས་བྱེད་ཀྱི་མི་འདུག་ཨ། ཏེ། འདི་ཞིབ་འཇུག་བྱེད་དགོས་ས་གཅིག་ཆགས་ཀྱི་ཡོད་རེད་མི་སྣའི་ཁོ་རང་ལ་ཚིག་འདི་ཚོ་ཏག་ཏག་བསྡད་ཡོད་མ་རེད་བརྗོད་པ་ཏག་ཏག་བསྡད་ཡོད་མ་རེད་མི་སྣ་ཁོ་རང་རི་མོ་ཏག་ཏག་བསྡད་ཡོད་མ་རེད། ཏེ་འདི་རྒྱུ་རྐྱེན་གཅིག་ཆགས་ཀྱི་ཡོད་རེད་ཨེ། ཏེ། བོད་པ་རང་གི་རིག་གཞུང་འདི་རྒྱུད་ལ་འཇགས་བཅུག་ཡས་ཡིན་ལ་འདི་རང་རྐང་ལ་འུ་ཚོ་རྒྱ། ཨ་ནི་ཁོང་མ་ལོག་བ་ཡིན་ན། ཨ་ནི་དེ་ཚོ་གང་ལས་གང་འཚམ་དཀྱུས་མ་ནས་ཤོར་འགྲོ་གི་འདུག་དེ་གང་ལ་ཁོ་རང་དཔེ་ཀློག་གི་གོམས་གཤིས་དེ་ཤོར་གི་འདུག་སྙམ་དེ་དག་ཅིས་མ་འཇགས་རྒྱུ་འདྲ་བོ་ཞིག་ཆགས་ཀྱི་འདུག་ཨ་ནི་ཅིས་མེད་པ་ལས་ཡང་གཅིག་ཡོད་རྒྱུ་དེ་ཡང་ང་ཚོས་འདམ་ག་གཅིག་བྱེད་དགོས་རེད་བསམ་གི་ཡིན་ན་ད་དམིགས་བསལ་ངས་དེབ་འདྲ་བོ་ཅིག་ཡིན་ན། ང་འདི་མེད་ཅི་ད་ང་ཕྱི་རྒྱལ་གྱི་ཤུགས་རྐྱེན་ཐེབས་ན། ཐེབས་ཀྱི་རེད་བསམ་མ་གི་སེམས་འཚབ་ཡོད་ཉིད་ཅིག་ཡིན། ཡིན་ན་འདི་ག་ལ་ང་འདི་སེམས་ཁྲལ་མེད་གང་ཡིན་ཟེར་ན་འདི། མི་སྣ་མང་ཆེ་བ་སེམས་ཅན་ཡིན། བྱེད་དུས་ཚོད་མ་ད་འདི། དོ་ལོ་ད་དེ་ཚོ་གང་ལ་དེས་དེས་ཁྱབ་པར་འགྲོ་ཡོད་དེ་ནི་ཁོ་རང་ཚོ་ལ་ཡང་ང་ཚོ་ཉི་མ་རྟག་པར་ཆུ་བ་ཡོང་མ་ཐུབ་པ་ནི་སྟངས་ཅིག་ཆགས་ཀྱི་ཡོད་རེད། དེ་ག་ནང་བཞིན་བརྗོད་བྱ་འདྲ་བོ་བྱས་པ་ཡིན་ན། ད་ལྟ་ང་ཚོས་སློབ་གྲྭ་ཁག་ཁག་འབད་བརྩོན་བྱེད་བཞིན་པ། སློབ་ཕྲུག་གི་རྒྱུད་ལ་འབད་བརྩོན་བྱེད་བཞིན་པ་ཆོས་ལུགས་ལ་མ་བསྟུན་པའི་བཟང་སྤྱོད་ད་ག་རང་འཆད་ཀྱི་ཡོད་ཅི་ནས་སོ་མ་ནི་ཁོ་རང་ཟ་ལ་འདི་ག་ནས་ཡ་མི་རིགས་གཞན་པ་གི་ཡིད་སྲོག་ཀུན་སྤྱོད་དེ་འདྲའི་ཤུགས་རྐྱེན་ཐེབས་ཡ་དང་དེ་ཚོ་ད་མེད་ཡིན་ན་སྤྱོད་པ་ད་དེ་ཚོ་དེ་སྲིད་ཡག་རུ་མ་འགྲོ་ནི་ལོ། ཨོ་སོ་ད་སྤྱི་བཏང་གི་ད་ང་གྲོགས་བཅུ་གསུམ་པ་ཡིན་ན་ང་དང་ད་པོ་གཅིག་ཡོད་རེད་བ་ཁོ་རང་མོ་རང་ལོ་གཉིས་ཡིན། ད་གཅིག་པུ་གཅིག་བྱས་ཨ་ནི་ཡང་སོ་སོའི་རྒྱུན་ལྡན་ལས་ཁུངས་ལ་ཡང་ལས་ཀ་གཅིག་བྱས་ནང་སླེབས་ནས་ཡང་པུ་ལ་ཡང་བདག་སྐྱོང་གནང་དགོས་ཨེ་ད་དེ་འདྲ་བྱས་བྱས་ད་གཅིག་སོ་སོ་རང་ཉིད་ལ་དུས་ཚོད་ཤིག་སྟོན་དགོས་བསམ་ནས་ཕལ་ཆེར་ཁ་པོ་རུ་ཆགས་བསྡད་ཀྱི་འདུག་ར་ད་ཁྱེད་རང་སྤྲོ་ན་གཅིག་སྤྲུལ་སྐུ་གཉིས་ཀྱིས་ད་ཨམ་ལགས་གཅིག་ཆགས་བསྡད་ཀྱི་ཡོད་རེད་ད་ནང་བཞིན་ད་ལྟ་ཁྱེད་རང་ཕྱག་ལས་གནང་བཞིན་པ་རེད་ཨ་ནི་ཡང་ནང་གི་འགན་གཅིག་ཁྱེད་གནང་དགོས་རེད་འདི་གི་ཞོར་ལ་ཡང་ཁྱེད་རང་གིས་ཡང་གཅིག།

བཟའ་ཟླ་དངོས་ནི་རྒྱབ་སྐྱོར་བྱ་གཞག་རྒྱག་ཡོད་རྒྱུ་འདུག་ཅི་ཡིན་གང་ཡིན་ཟེར་ན་ཁོ་རང་ཡང་དེ་འདྲའི་སྒང་ལ་དགའ་ཉེ་དེ་འདྲའི་རེད་ནམ་རྒྱལ་རྩོམ་བྲིས་ནས་རྩོམ་ལ་དགའ་ལན་ཨ་ནི་ཁ་ལོ་ལྟ་ཞིག་སོ་སོའི་མི་ཚེ་གི་བདེ་སྐྱིད་ཚེ་སྒོ་བསམ་ན་དཔེ་དེབ་དང་མཉམ་དུ་ཡོད་རྒྱུ་གི་བསམ་བློ་དང་ནི་དེ་འདྲའི་ཅིག་རེད་དེ་ཡིན་དུས་ཚོད་མ་ད་རྒྱབ་སྐྱོར་བྱ་གཞག་རྒྱག་ཡོད་རྒྱུ་ཅི་ཡིན་ནམ། ཉིན་མོ་ཚོ་ལོག་འགྲོ་བ་བྱས་ན་ད་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཡ། ག་ཚོད་མང་མང་འགོ་ཡ་ཅིག་གནས་སྟངས་ཆགས་བསྡད་ཀྱི་ཡོད་རེད་ཨ་ཡོད་པ་ནས་བཞིན་གྱི་ད་ཉེ་བའི་ཆ་ལ་ཡ་ཁྱེད་རང་ནང་བཞིན་ཅིག་སྒེར་པ་དེ་འདྲས་ག་ལ་གང་འཚམ་ཅིག་ད་ཅིག་དུས་གནང་གྱི་ཡོད་རེད་བ་ཁོ་རང་ཚོ་ལ་ཡ་ཅིག་ད་ད་ལྟ་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་རེད་དང་ནང་བཞིན་བན་བོད་ཀྱི་རྩོམ་པ་པོ་མཐུན་ཚོགས་ལ་སོགས་པའི་གྱི་ཡ་ཚོགས་པ་སྒྲིག་འཛུགས་ཀྱི་ད་ཅིག་མང་པོ་ཞིག་ཡོད་དུས་དེ་གའི་གྱི་ད་ད་བར་ལ་ཡ་ཁྱེད་རང་ལ་ཡ་དམིགས་བསལ་ད་ཅིག་ཁྱེད་རང་གྱི་ལས་གཞི་འདི་ལ་ཡ་ཅིག་དངུལ་གྱི་ཆ་ནས་རེད་ད་ག་རེ་ད་ཅིག་ཁྱེད་རང་ལ་ཡང་མཐུན་འགྱུར་འཇལ་བ་དེ་འདྲ་བྱུང་ཡོད་ན་བཀའ་འདྲི་ཅིག་ཞུ་ཨ་ཡིན། ལ་སོ།
ང་ད་འདི་སྒང་ལ་པར་སྐྲུན་གྱི་འདི་འཛུགས་སྒང་ལ་ད་ངོས་རང་གི་རོགས་པ་བྱེད་ནི་ཚོགས་པ་ད་མེད་ད་ན་ཤེས་ད་ངེད་གི་ད་ཚོགས་པ་ལ་ཤུགས་ཆེན་པོ་ཞུས་ཡས་མེད་རོ་ད་ད་ད་ཞུས་མེད་ག་ཡིན། ཐོག་མ་དེ་སོ་སོ་ངོས་ནས་གོམ་པ་ཅིག་རྒྱབ་དགོས་བསམ་པ་ཡིན། ཨ་ནི་ག་ཚོད་སུ་ལེ་ལེ་བར་དུ་གོམ་པ་ཅིག་རྒྱབ་ཨེ་ན་ང་དེ།

ངོ་མ་ཤེས་མེད་ཀྱི་བོད་པ་འདི་འདྲས་ཀྱི་ཕྱི་རྒྱལ་དུ་བ་ལ་ཁ་པར་ཡོང་ནས་ལས་ཀ་སྤེལ་ཡག་པོ་རེད་ཤག་ཁྱོད་རང་གི་དེབ་ང་ཚོ་ལ་བསྐུར་ཤོག་ང་ཚོ་གཙང་རོགས་བྱེད་དགོས་ཕྱོགས་གཅིག་ནས་ཁྱོད་རང་གི་ལས་ཀ་དེ་འགྲོ་ཤེས་ཀྱི་རེད་ཕྱོགས་གཉིས་པ་ང་ཚོ་ས་ཆ་གི་བོད་གུ་ལ་ཕན་ཐོགས་འདུག་ལའོ་དེ་ཡིན་དུས་ཚོད་མ་འདའ། འདི་ཚང་མ་ངེད་གི་རྒྱབ་སྐྱོར་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ལའོ། བཟོ་ལྟ་ད་ལྟ་ཁྱེད་རང་གི་བྱིས་སྒྲུང་འདི་གས་འགྲོ་འོས་ན། དམ་སྲི་ལ་གཅིག་པོ་མ་རེད་རྒྱ་གར་གི་ས་གནས་མང་པོ་ཆེ་རེད། ཨ་ནི་ཨ་རི་རེད། ཨོ་སི་ཀྲི་ལི་ཡ། ད་ལྟ་ཡུ་རོབ། ནང་གཅིག་ས་ཁྱོན་མང་པོ་ཞིག་ནང་ལོགས་ལ་ཡ་ཁྱེད་རང་གི་དཔེ་དེབ་དེ་བེད་སྤྱད་ད་ཅིག་ཟིན་ངེས་མང་པོ་ཡོད་ས་རེད་ལྷག་པར་དུ་བོད་ནང་ལོགས་ནས་ཡ་ཁྱེད་རང་གི་བྱིས་སྒྲུང་ངག་ངན་དེ་འདྲས་བྱུང་ཡོད་ས་རེད་བ། དཔེ་དེབ་ཡག་པོ་ད་ལྟ་དགོས།
ད་ངས་ཁྱེད་བཀའ་འདྲི་ཞུས་འདི། ལྟ་ཅི། བོད་ནང་ལོགས་ལ་མཚོན་པས་ན་བྱིས་སྒྲུང། བཙན་བྱོལ་ལས་ལྷག་བོད་ཀྱི་བྱིས་སྒྲུང། མ། ཡོད་པ་ཕྱིར། གནས་ཚད་འདི་ག་ལ་ག་ཙམ་ཡག་པོ་ཡོད་དེ་འདྲ་བཞིན་དུ། གནས་སྟངས་དེ་འདྲ་ཞིག་འོག་ལ་ཡ་ཡང་ཅིག་བོད་ནས་ཕྱི་ནང་ཁྱེད་རང་གི་བྱིས་སྒྲུང་ལ་ཡ། དེ་འདྲས་ཅིག་ཐུགས་སྣང་གནང་དགོས་ཨེ་འདི་ཁྱེད་རང་གི། བསམ་པ་ལ་ཡ་ཅིག་རྒྱུ་མཚན་ག་རེ་གནང་དགོས་དེ། རྒྱུ་མཚན།
ཐག་ཆད་ནི་འདི་རེད་ལ་ནི་ད་ངས་ཞུ་ཐུབ་ཀྱི་མ་རེད་དེ་ལས་ད་ངས་གཙོ་བོ་འདྲ་བོ་ཅིག་ངེད་གཉིས་མཐོང་གི་ཡོད་ཨ་གཅིག་ད་ག་ཡིན་ཟེར་ན་དེབ་ཁོ་རང་དེ། སྒྲོམ་གཞི། ཨ་མ་དེ་ཨིན་ཇི་ནང་ཡིན་འདུག་ཙམ་མ་འདི་ཡག་པོ་ཞིག་རེད་ཤག་ཨ་ནི། འདི་གང་ལ་རི་མོ་ཡག་པོ་འདུག་བྱང་ཚན་ཡག་པོ་འདུག་ཨ་ནི་སྙམ་དུ་ངས་འདི་ཆ་མེད་འགྲོ་བསམ་གི་འདུག་ད་ངས་དེབ་དེ་པར་སྐྲུན་བྱས་ནས་ལོ་གཅིག་འགོར་གི་ཡོད་རེད་ལོ་གཅིག་ནང་ལོགས་ལ་ཕྱི་རྒྱལ་གྱི་རྒྱལ་ཁབ་མང་པོ་ཅིག་བར་བསྐུར་ཐུབ་པ་བྱུང་ཕ་གི་རོགས་པ་དེ་ཚོས་བཙོང་བྱེད་དུས་ཚོད་མ་སྙམ་དུ་ཁྱབ་བསྒྲགས་ཁོ་རང་ཁྱབ་བསྒྲགས་བྱས་འདུག་ང་ཚོ་དེབ་དེ་གི་ཕན་ཐོགས་སོང། ཨ་ནི་འདི་ཡི་གིས་ངའི་བསྟན་དར་ཤུགས་རྐྱེན་གླས་ཡོད་རེད་བསམ་གི་འདུག་དེ་སྙམ་དུ་ངའི་གིས་བོད་ནང་བསྐུར་ཚར་བའི་རྗེས་ལ་ཁོ་རང་ཚོ་གར་ལེགས་འདུག་ལབ་ན་རི་མོ་གཉིས་འབྱིན་མོ་འདུག་ཨང་པོ་ཀུ་པས་དགའ་བོ་བྱེད་ཀྱི་འདུག་འདི་སྐད་ཆ་དེ་ཕྱི་ལོགས་ཀ་གླས་སོང་ན་ཨ་ནི་ཁོ་རང་ཚོ་ཉོས་ཡག་གི་འདོད་པ་དེ་ཤུགས་ཆེན་པོ་གླས་ཀྱི་འདུག་ཨང་གནང། ང་ལས་ལོས་སོ། ད་དེང་སང་འགྲོ་བཞིན་ན་ད་ཅིག་སྙེ་མ་ད་དུར་བ་ཡིན་ན་ཉེ་བའི་ཆ་ལ་ཡ། ཁྱེད་རང་རེད་ད་ག་ནས་བཞིན་ལྟ་ཅིག་ང་རང་ཚོ་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་རེད་ས་འབོ་སྒྲ་བྱས་ད་ཕེ་ཅེ་བོད་ཁྱིམ་བསླབ་གྲྭ་ཁ་ཤས་ཤིག་གིས་ད་དུ་ཐུག་གུ་བཞེས་བྱས་བྱིས་སྒྲུང་ཅིག་གང་མང་མང་ཅིག་ཅིག་བསྒྱུར་རྒྱུ་རེད་ཡིན་པ་ནས་རེད་ཅིག་བྲིས་ན་གོ་ན་བྲིས་བྱས་འདོན་སྤེལ་གནང་བསྡད་ཡོད་དུས་ཁྱེད་རང་གིས་བསྒྱུར་བའི་གི་བྱིས་སྒྲུང་འདི་གའི་དང་ད་ལྟ་ཅིག་བསླབ་གྲྭ་ཁག་དང་ཚོགས་པ་སྒྲིག་འཛུགས་ཁག་གིས་ད་ལྟ་འདོན་སྤེལ་གནང་བཞིན་པའི་གི་བྱིས་སྒྲུང་འདི་གའི་བར་ལ་ཡ་ཁྱེད་རང་ངོ་ནས་ཡ་དམིགས་བསལ་མཁས་བ་འགྲོ་ག་རེ་གཟིགས་ཡོད་ན།

གར་ལ་བོར། སུ་སུ་སུ་སུ་དེ་ཁོ་རང་ཁོ་རང་གི་ཁྱད་ཆོས་འདྲ་གི་མ་རེད། འདི་འདི་རང་བསམ་གི་གང་ཞེ་ན། གཅིག་ནི་བུ་གུ་གི་ལོ་ཚོད་ཅིག་ལ་བལྟ་ཡོད་རེད་གཉིས་པ་ཆ་ནི། ཨ་ནི་ལས་འཆར་དེ་གི་སྒྲོམ་གཞི་དང་དམིགས་ཡུལ་ལ་བལྟ་ཡོད་རེད་ཡིན་དུས་ཚོད་མ་ད་གང་ཚ་གཅིག་པ་དེ་ཡོད་མ་རེད་དེ་ལས་ད་གར་སུ་བོར་ཅིག། སུ་སུ་ངོ་ནི་བལྟ་ས་བལྟ་ས་དེ་ག་རེ་ཡིན་ཞེ་ན།

བྱིས་སྒྲུང་རེ་དག་ན་ཞེ་ད་ཅིག་སྤུ་གུ་ལ་ཡ་ཅིག་བྱིས་སྒྲུང་གློ་བའི་གྱི་ད་ཅིག་བདུན་པ་སྤྱོད་ཡན་གང་ལ་ཡིན་ཁྱེད་རང་དངོས་གནས་གང་ད་ཅིག་འབད་བརྩོན་ད་ཧུར་ཐག་ཅིག་གནང་ཤར་བ་ད་ངེད་ཀྱིས་བཀའ་འདྲི་ཞུ་ཡ་དེ་ད་ཅིག་ཁྱེད་རང་གི་ཨ་ཕ་གཉིས་ཀ་ཅིག་ཅིག་བྱིས་སྒྲུང་གློ་བ་ལ་དཔེ་མི་སྲིད་ག་ན་ཡོད་པ་ཅིག་གསུངས་སོང་ཁོ་རང་གཉིས་ཀྱིས་ད་ལྟ་བར་ལས་ཁྱེད་རང་གི་བྱིས་སྒྲུང་བསྒྱུར་ཟིན་པ་ད་ཅིག་བསྒྱུར་ཟིན་པ་འདི་གས་ཅིག་ཚང་མ་བློ་ཚ་བར་གསུངས་དུས་ད་དེའི་ཁོ་རང་གི་ཅིག། ཁོ་རང་གཉིས་བྱིས་སྒྲུང་ལ་ཡ། བྱིས་སྒྲུང་གློད་ད། བྱིས་སྒྲུང་ཅུང་མ་རེད་དཔེ་དེབ་གློད་ལ་ཡ་ག་ཚོད་ཅིག་ཡིན་ཡོད་དེ། ང་ཚོས་ཀྱི་ཤུ་མ་ཐུག་གི་ཧ་གོ་ཐུག་འདུག་ར་བྱེད་ད་ད་ངེད་ཀྱིས་ཁྱེད་རང་ལ་འདི་ག་རེ་བྱེད་ད་ད་འདི་བྱ་ལ་ཡ་ང་རང་ཚོས། ང་རང་འགྲོ་ནས་ཕ་མ་བྱིན་དུས་དེ་ཅིག་བཙན་བྱོལ་ནང་ལོག་གི་ཕ་མ་ཚོ་ལ་ཡ་ཅིག་ད་འདི་བྱ་ལ་དཀའ་ངལ་ཤུགས་ཆེ་ཅིག་དེ་དེ་ཅིག་སོ་སོའི་གི་ཕྲུ་གུ་འདི་ཅིག་དཔེ་ཐོབ་གློད་ལ་ཡ་ཅིག། དགའ་བོ་བཟོད་ཐུལ་བས་འདི་གང་ལ་ཕལ་ཆེར་དཀའ་ངལ་འཕྲད་བསྡད་པ་འགྲོ་ཅིག་ད་ང་རང་ལ་ཡིན་ནས་དཀའ་ངལ་འདི་ཅིག་ཡོད་དུས། ཨ་ནི་ཁྱེད་རང་དངོས་ནས་ཅིག་སོ་སོའི་ཁྱིམ་ཚང་ནང་ལོག་ལ་ཡ་ཅིག། སྤོ་གོ་ལ་ཡ་ཅིག་དཔལ་ཐུགས་བློ་ཡག་གིས། དགའ་བོ་བཟོད་ཀྱི་ཁོར་ཡུག་དེ་ག་འདྲས་འགྲོ་ཅིག་ཁྱེད་རང་གི་དུས་ནམ་རྒྱུན་ན། ལོས།
ད་ཕ་མ་ཚང་མ་གིས་རེ་འདུན་ལྟར་ང་ཅིག་པ་རེ་བསམ་གི་ཡོད་ར་སྤོ་གོ་སློབ་སྦྱོང་ཡག་པོ་ཅིག་བྱ་ཡ་ཨ་ནི། འདི་གཅིག་པ་རེད་བསམ་གྱི་ཡོད་ཡིན་ན་ཡང་ད། ཁོར་ཡུག་འདི་ད་བསྐྲུན་ཤིང་མ་ཤིང་གཉིས་ཆ་ཡོད་རེད་ང་ཚོ་ཡིན་ན་དང་པོ་དེ་འདྲའི་སྐོར་ཞིག་ལ་ཤེས་ཀྱི་མེད་ཡིན་ན་ཡང་ད་ང་ཚོ་ནི་ག་རེ་ས་ནུབ་གླིང་ག་གི་ཕ་མ་ལ་ང་ཚོ་ཟབ་སྦྱོང་སློབ་སྟོན་འདི་འདྲའི་ཞུས་ཡོད་རེད་ང་ཚོ་འཇམ་དབྱངས་རྒྱལ་མཚན་ལ་ང་ཚོ་ལ་བོད་ཡིག་བོད་ཡིག་གི་དེབ། བུ་གུ་ལགས་ཅིག་དེབ་ཀློག་ཡ་འཁོར་ཡིན་གྱི་མིན་ཅིག་སྤྲོད་དགོས་རེད་ཡིན་གྱི་མིན་ཅིག་ཁམས་པ་ཆེན་པོ་དང་དེ་འདྲའི་གལ་དགོས་ཡ་ཡོད་མ་རེད་ཅིག་ཟུར་དུ་ལ་ཕྱི་འཇུས་ཅིག་མ་ཞིག་བཙུགས་མ་ཐུབ་ན་བཙུགས་ན་ཏན་ཏན་ཤུགས་རྐྱེན་སླེ་གི་རེད་ཨ་ནི་དམིགས་བསལ་གྱི་ཕ་མ་ངོ་ནས་ཀློག་རོགས་ཞེས་བུ་གུ་ལ་ཀློག་མ་ལོ་ཞེས་ཕ་མ་རང་གི་ཀློག་ཕ་མ་རང་གི་ཅིག་ཁ་ཤས་ཀྱི་ཡི་གེ་ཤེས་ཀྱི་མེད་ལགས་འདུག་འདི་མ་རེད་ཅིག་ཁྱེད་ཚོ་ཤེས་འདོད་ཀློག་ན་འགྲིག་ཡོད་རེད་དེ་ལག་པ་ལ་ལེན་པ་ཙམ་གྱིས་སྤུག་ལ་མིག་དཔེ་དཔེ་ཡག་པོ་ཆགས་ཀྱི་ཡོད་རེད་བཟང་པོ་ཆགས་ཀྱི་ཡོད་རེད་དེ་འདྲི་སོང་ཟུར་ར་ཡིན་དུས་རྩོད་མ་ང་དེ་དཔེ་བདེན་པ་རེད་བསམ་གྱི་ཡོད་ང་རང་ཁོའི་ནང་ལོག་ནས་ཁྱིམ་ཚང་ནང་ལོག་ལ་ངས་སྤུག་ལ་དེབ་ཀློག་ལབ་ཡི་མེད་ཁྱོད་ནི་ལབ་མྱོང་མེད་ཡིན་ན་དེབ་ཉོ་གི་ཡོད་ག་བ་འགྲོ་ནས་དེབ་ག་རེ་རལ་བ་ད་ལྟ། ཉོ་རྐྱང་བྱེད་ཡོད་ར་གང་ཟེར་ན་འདི་ཀོན་པོ་ཀོན་པོ། བྱས་ལ་ཀོན་པོ་གཅིག་གི་ངོས་འཛིན་གྱིས་རྩ་ཆེན་པོ་གཅིག་གི་ངོས་འཛིན་གྱིས་ནས་ཉོ་གི་ཡོད་ཉོ་དུས་ཚེ་མ་ནི་དེབ་ཉོ་ནས་ཁྱི་ཡོང་དུས་ཚེ་མ་སོ་སོའི་ཡའི་བར་དགའ་མདོག་ཁ་བོ་སྤྲད་ཀྱི་ཡོད་ཨ་འབུ་གུ་ཡའི་གཅིག་དགའ་མདོག་ཁ་བོ་གཅིག་གློག་ཡ་ཞིག་རེད་ཤག་ཨ་ནི་ཕ་མ་ང་ཚོའི་སྤྱི་ཚོགས་ནང་ལ་ག་རེ་ཡོད་ལ། བོད་པའི་པུ་གུ་གིས་དེབ་ཀློག་གི་མ་རེད་ལ། ད་འདི་ད། ཕ་མ་དངོས་ནས་བཤད་རྒྱུ་མི་འདུག་དེ་ལས་ད། ད་ལྟ་དེ་ཚོ་ལ་སྐད་ཆ་བདེན་པ་ཡང་མར་བཤད་ལ་ན་ང་དཔེ་ཤུགས་ཆེན་པོ་ཞུ་འདོད་བྱུང་ར། ཨ་ནི་ཕ་མ་ཧ་ཅིག་གིས། ང་དེབ་ཙོང་ཁ་མང་པོ་འགྲོ་གི་ཡོད་རང། ངའི་དེབ་དང་ང་རང་རང་གི་ཙོང་ཁ་འགྲོ་གི་ཡོད། ཁོང་ཚོ་དེབ་བཀྲམ་ས་ནི་ག་རེ་གཅིག་ར། པུ་ཧུ་གི་དེབ་སྒོ་ལས་ནས་འཐེན་གི་རེད། ཕ་མ་ཡི་ནང་ལ་ཡོད། ཁ་སི་གཅིག་ཉོས་ཡིན་པ་ཀློག་མ་སོང་ཁྱོད་གཉིས་ཉོ་རོགས་བྱེད་མི་འདུག་ད་འདི་ངས་ཀྱི་ད་པུ་ཧུ་དེ་དེབ་ཀློག་བཅུག་ཡ་གི། དགའ་བོ་ཡོད་རྒྱུ་དེ་གི་དགའ་བོ་མེད་བ་བཟོས་ཡ་གི་ལམ་ཁ་གཅིག་གི་ཁྲིད་ཀྱི་ཡོད་ར་བསམ་གི་འདུག་གང་ཡིན་ཟེར་ན། སྤོ་བོ་ཁོ་རང་གི་དེབ་སྒོ་གློག་བ་ཡིན་ཟེར་དུས་བསམ་ན་ད་སྤོ་བོ་ཁོ་རང་སློབ་སྦྱོང་བྱེད་འདོད་པ་ཡོད་ར་ཡིན་དུས་ཚོད་མ་ནི་ཕ་མ་གིས་ད་དངོས་གཉིད་ཉོ་ཐུབ་གི་མེད་ནི་གཉིད་སྟངས་ཡིན་ན་ཡང་ཡོད་ཨ་གློག་ཉོ་གི་མེད་ལ་དེ་འདྲས་ད་མ་རུང་ཨ། འོ་ན་ཅི་ན་ད་ང་ཚོས་གིས་ག་རེ་བསམ་གི་ཡོད་ས་ཡིན་ཅི་མིན་ཅི་ངའི་དེབ་དེ་ཉོས་ཟེར་ནས་ང་དངོས་གཉིད་ཤི་གི་མེད་ཡིན་ན་ང་ཚོ་དེབ་མང་པོ་ཡོད་ར་རེད་འདི་ཚོའི་ནང་ལོགས་ནས་དངོས་གཉིད་ནང་ལ་དེབ་ཅིག་ཡོད་ཨ་བསམ་གི་དེབ་གཞན་པ་ཅིག་ད་མ་གོ་བ་འདྲ་བོ་ཅིག་གི་མ་བརྩི་བ་བྱས། ད་སྤུ་གུ་ལས་དེ་ལ་ག་དུས་ཡིན་ན་ཅིག་གསར་བ་གསར་བ་གུ་གུ་དང་ཙི་མོ་བཅས་ཡིན་ན་ད་རིས་གསར་བ་དེ་ཉོ་བ་ཡིན་ན་ག་དུས་ཧོ་ཅིག་གི་རེད་ཁྱེད་ཚོ་གཅིག་གཉིས་ཀྱིས་ལ་ཁོ་དེ་གཡུག་བཞག་ཡོད་རེད་དེ་མ་ཡིན་པ་ཅིག་ག་དུས་ཡིན་ན་ཅིག་དེབ་ཉོས་དེབ་རེ་རེ་གི་ནང་ལོགས་ལ་ད་ཅིག་སྤུ་གུ་དེ་ལ་ཅིག་ཁྱད་ཆོས་མ་འདྲ་བ་སློབ་སྦྱོང་མ་འདྲ་བ་བསམ་བློ་མ་འདྲ་བ་རག་ཡག་མང་པོ་ཅིག་ཡོད་རེད་བསམ་གི་ཡིན་དེ་ཚོ་མ་ནི་ག་དུས་ཡིན་ན་ཅིག་དེབ་ཅིག་ཚང་མ་ཉོས་མ་ཐུབ་ན་ལ་སྤུ་གུ་གི་གོ་ལས་དེ་གང་ལས་གང་འཛོམས་ཅིག་ཅིག་བསམ་ཚུལ་དེ་ལ་བདག་པོ་ཅིག་རྒྱབ་ཐུབ་ན་བསམ་གི་ད་ད་ཅིག་དུས་གཡུ་གཡག་གི་རྩིས་དེ་མ་བརྒྱབ་བར་བྱས། ཨ་ནི་བྱེ་མ་གཅིག་གི་སྨྱོ་སྒོ་ཡིན་ན་ལབ་མ་ཐུབ་ན་དེའི་ཡས་ལབ་ནས་བུད་དེ། ཅིག། གློག་ཡག་གི་འདུ་བ་ཤུགས་ཆེན་པོ་ཡོད་རྒྱུ་དེ་མ་གསལ་ཡ་ཞིག་འདུག་ཨང་འདི་ད་ཕ་མ་ངོ་ནས་དཔེ་ཐུགས་སྣང་བྱེད་དགོས་ཡ་ཅིག་རེད་བསམ་གྱི་ལང། མི་སོ་ད་ལྟ་གོང་ལ་ཡ་ཉི་མ་ཚོ་ལ་སོང་སོང་ཁྱེད་རང་འགྲོ་ན་ཡ་སོ་སོའི་དེབ་དེ་སོ་སོ་རང་གི་ཙོང་ཁ་ཕེ་གྱོད་སོང་འདུག་ཁྱེད་རང་གིས་ད་ཅིག་གོ་ལྷོ་བར་ཕེ་ན་རྒྱུ་ན། ད་ང་ཁོར་ཡུག་དམིགས་བསལ་འགྲོ་ཤ་ས་སུ་ཡོད་མ་རེད་ཡིན་ན་ད་ང་ཚོའི་དུས་ཆེན། གྲོང་མཁར་དུས་ཆེན་ཞེས་དེ་གཟེངས་རྟགས་དེ་ཚོ་དེ་དུས་མི་མང་པོ་རྫོང་མཁར་བ་དེ་དུས་ཙམ་ལ་ནི་ག་དུས་ཡིན་ན་དེ་ཚོ་དེ་དམ་འཛིན་བྱེད་མི་མི་མང་བ་མང་ས་ལ་དེབ་དེ་ཁྱེར་ནས་འགྲོ་གི་ཡོད་དེ་མ་ཡིན་པ་ནི་མང་ཆེ་བ་ད་རོགས་པ་དེ་ཚོ་གི་རོགས་པ་བྱེད་དུས་རེད་ས་ནས་ས་ནས་ལ་དེབ་འདི་ལ་སྐོར་ཞོག་ད་ང་ཚོས་བཙོང་རོགས་བྱེད་འོ་དེབ་དེ་ལ་སྐོར་ཞོག་ད་ང་ཚོས་འཚོང་རོགས་བྱེད་འོ་འདི་རང་སྐོར་བྱས་ཡོད་རེད་དམིགས་བསལ་ཕྱི་རྒྱལ་ཁག་ལ་ཆ་ཚང་རོགས་པ་དེ་ཚོ་གི་རོགས་པ་བྱེད་རྒྱུ་ཡིན་ཨང་དཔེ་མཛོད་དེ་ཚོ་ནི་ཁོ་རང་ཚོ་དཔེ་མཛོད་ཁ་ཐུག་རྒྱུ་ནི་སྔགས་ཞབས་རི་བ་སློབ་གྲྭ་ཁག་གི་དཔེ་མཛོད་དེ་ཚོ་ལ་ནི་ཁ་ཐུག་ཁོ་རང་ཚོ་སྦྲག་ཁང་བརྒྱུད་ནས་སྐོར་བྱས་ཡོད་དང། ལྷ་ས་ད་ད་ལྟ་འགྲོ་བཞིན་ན་ད་ཅིག་ཤུགས་ཆེ་དེ་ད་ང་རང་ཚོ་ད་ཅིག་དྲ་རྒྱའི་གི་དུས་ཚོད་དྲུག་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དུ་ད་རིམ་པས་ད་དེང་དུས་འཕྲུལ་ལས་གི་ད་དུས་རབས་ཅིག་ཆགས་ཀྱི་ཡོད་དུས་ཡང་ཁྱེད་རང་གི་ད་ད་བསྒྱུར་ཟིན་པའི་གི་ད་བྱིས་སྒྲུང་དེ་གའི་ན་མ་འོངས་པ་ཡང་ཅིག་འཕྲུལ་དེབ་སྒང་ལ་ཡང་ཁྱེད་རང་གི་ཡང་ཅིག་དེ་འདྲའི་སྣང་ཡང་གི་ཆ་ཤས་དེ་འདྲ་གས་ཡོད་བས་ག་འདི་ཞུ། བྱས་བྱས་ད་དམིགས་བསལ་གི་ང་འདི་སྒང་ལ་གོམ་པ་རྒྱབ་རྩིས་མེད་རང་ག་ཡིན་ཟེར་ན། འཕྲུལ་རིགས་དེ་འཕྲུལ་ཆས་ཀྱི་རིགས་དེ་ད་ལྟ་ང་ཚོའི་ངོས་ནས་ཅིག་བེད་སྤྱོད་ཚད་ལྡན་ཅིག་བཏང་ཐུབ་ཀྱི་ཡོད་བ་ལ་ཡིད་ཆེས་ལེགས་མི་འདུག་གང་ཞེ་ན། ད་ཅིག་ཕྱོགས་གཅིག་ནས་དེབ་ཀློག་གི་ཡོད་ལ་ན་ཅིག་ད་ཁ་པར་དང་དེ་ཚོ་ལག་པ་ཉར་བསྡད་ཡོད་ཀྱི་རེད་དེ་ལ་ཡིན་ན་སྤུ་བོ་གི་ལག་པ་ལ་ཁ་པར་ཡོད་རྒྱུ་དེ་ང་དེབ་ཀློག་གི་ཡོད་བ་ཞེ་དྲག་མཐོང་གི་མི་འདུག་མང་ཆེ་བ་གི་འདིའི་ནང་ལོགས་ལ་རྩེད་མོ་རྩེ་དེ་རོལ་རྩེད་དེ་ཚོ་རྩེ་དེ་ཡིན་དེ་ཚོ་མ་ང་འདིའི་ནང་ལོགས་ནས་དེབ་ཀློག་བ་ཡག་དང་རོལ་རྩེད་རྩེ་ཡག་གཉིས་ཀྱི་ཅིག་ལམ་ཁ་ཆེ་ཤོས་རོལ་རྩེད་གང་ལ་འགྲོ་གི་རེད་བསམ་གི་འདུག།

ད་ག་ལ་བར་འགྱུར་བ་ལ་བསམ་བློ་མང་པོ་ཞིག་བཏང་གི་ཡོད་གང་ཞེ་ན། ད་ད་ལྟ་གི་ངས་དེབ་སྐྱོར་འདོན་རྒྱུའི་གནས་ཚད། འཛིན་གྲྭ་དང་པོ་གཉིས་བ་གསུམ་བ་བཞི་བ་འདི་གམ་ཚིག་བར་དུ་ད་ད་དེབ་ཀྱི་དཀའ་ངལ་དེ། འདི་འདྲའི་ཤུགས་ཆེན་པོ་མེད་རྒྱུ་འདྲ་བོ་ཞིག་རེད་ཞེས་ད་ལྟ་གནས་སྟངས་ལ་དེབ་མང་པོ་ཆགས་ཤག་དེབ་གསུམ་བརྒྱ་རྩ་ཆགས་ཤག། བཙན་བྱོལ་ནང་ལོགས་ལ་དེའི་འདུ་འཛོམས་མ་ནི། འདི་སྒམ་ཚོས་དཀའ་ངལ་ཤུགས་ཆེན་པོ་ཡས་མར་ཤི་ཨ་ཨེ་ན་ད། ངས་ཤུགས་རྒྱག་ས་གཅིག་དེ་ག་རེ་བསམ་གི་འདུག་ལ་ན་ད། པུ་གུ་པུ་གུ་ལོ་གཅིག་གཉིས་གསུམ། འདི་ཚོ་གི་དེབ་དེ་ངས་པའི་སྟོང་ཆ་ཞིག་མཐོང་གི་འདུག་ཨ་དེ་ག་ལ་ང་བསམ་བློ་ཞིག་བཏང་བསྡད་ཡོད་ལ། ང་ལས་ལོས་ལོས་སོང། ལོས་སོང་ད་ང་དེ་ནི་འདི་ཅིག་ག་འདྲི་ཞུ་ཡིན་ད་ད་པེ་ཅིན་ད། ཡང་ཁྱེད་རང་ལ་ཡ་ཅིག་ཟུར་དུ་འབྲེལ་བ་གནང་དགོས་ན་གལ་སྲིད་དེབ་དགོས་ཡོད་པ་ན་ག་འདི་སུ་གནང་དགོས་རེད། ན་སོད།
མང་ཆེ་བ་ཞིག་ད་གང་ངོ་དེབ་དང་འདི་གང་ལ་འབྲེལ་བ་ཆེ་ཡོང་གི་འདུག་ཡིན་ན་ད་ལྟ་འདི་བརྒྱུད་ལམ་ཅིག་ཆགས་ཡོད་དུས་ཙམ་ངས་ཁ་པར་ཨང་གྲངས་འདི་ལ་ཕུལ་ཤ་ནི་ར། ཨ་ནི་གལ་སྲིད་དེབ་འདི་ད་གར་བཟོ་གི་རེད་དེབ་འདིའི་སྐོར་ནས་ང་ལ་འབྲེལ་བ་གནང་འདོད་མཁན་གྱི་མི་ཡོད་པ་ཡིན་ན་ཨ་ནི་དགུ་བརྒྱད་གཅིག་དྲུག་དྲུག་བཞི་གཅིག་ལས་སྒོར་དགུ་གཅིག་ང་འདི་ལ་འབྲེལ་བ་གནང་ཤ་བ་ཡིན་ན་ཨ་ནི་ཐུག་ཐུབ་གི་ཡོད་ལགས། ལེགས་སོ་ཉི་མ་འཚོ་ལགས་ད་ངས་བཀའ་འདྲི་ཞུ་ཐག་རང་ཡིན། ད་རིང་ང་ཚོའི་ལས་རིམ་ཐོག་ཕེབས་པ།